ཞབས་དྲུང་རིན་པོ་ཆེ་གྱི་གདུང་སྲས། རྒྱལ་སྲས་འཇམ་དཔལ་རྡོ་རྗེ་གི་ཡང་སྲིད། རྒྱལ་སྲས་སྐུ་ཕྲེང་དང་པོ་འདི་ཀུན་དགའ་རྒྱལ་སྲས་ཡིན་པས། འཁྲུངས་ཉིན་འདི་ཤར་ཕྱོགས་བཀྲ་ཤིས་སྒང། མཚམས་འབྲོག་རྒྱུན་སེ་མི་སྡེ་ཁག། ཞབས་དྲུང་རིན་པོ་ཆེ། སྐུ་མྱ་ངན་ལས་འདས་པའི་དགེས། ལོ་སུམ་ཅུ་སོ་དགུ། རབ་བྱུང་བཅུ་གཉིས་པའི་རྒྱལ་ས་སྦྲུལ། སྤྱི་ལོ་གཅིག་སྟོང་དྲུག་བརྒྱ་བརྒྱད་ཅུ་གྱ་དགུ་གི་ལོ་ལུགས་སྐུ་འཁྲུངས། སྐུ་གཞོན་ནུ་ལས་གདན་ས་ཀླུ་གདན་འདི་བཞུགས་བསྡུས་པའི་ཁྲི་སྟོན་མངའ་གསོལ་འདི་སུ་མཛད། མཁན་དམ་ཆོས་དཔལ་ཀརྨ། ཡོངས་འཛིན་སྦྲུལ་སྒྲ་འབྱམས་སུ་མངའ་བ་བསམ་གཏན་སོགས་ལས། བཞི། ཐེག་ཆེན་སོ་ཐར་གྱི་སྡོམ་པའི་ཚུལ་དཔེ་དགེའི་སྡོམ་ལ་གཞུང་ལུགས་སྤྱི་དང་ཁྱད་པར་རང་ལུགས་ཀྱི་སྨིན་གྲོལ་གདམས་པའི་དགེའི་གདམས་ངག་ཐམས་ཅད་བཅུད་དུ་སྨིན་པར་བཞེད་ཀྱིས། མཁྱེན་རབ་ཀྱི་འདབ་བརྒྱ་རྒྱས་འདེབས་པའི་བསྟན་འཛིན། དབང་ཡོངས་ཀྱི་དགེ་བཤེས་སྙན་དུ་གྱུར་ཅིས། གྲུབ་པའི་བསྟི་གནས་གདན་ས་སྤྱན་རས་ཀླུ་བྱོན་འབིགས་ཀྱི་མོས་གླུ། སྔོན་གྱི་བག་ཆགས་གསལ་བདེ་བའི་ཆོས་ཉིད་གཡོ་གསུམ་དུ་གཟིགས་བདེ་འཛིན་གྱི་དམིགས་གཏད་བཤིག། སྣང་སྲིད་རྒྱ་མཐའི་དུར་ཁྲོད་ཡི་གེ་རྟོགས་པ་སྒྱུ་ལུས་འཁྲུངས། ཁྲག་འཐུང་རྒྱལ་མོ་དཔལ་ལྡན་ལྷ་མོ་ཞལ་གཟིགས་ལུང་བསྟན་ཐོབ་བདེ་བའི་ལྷ་དབང་སྒྲུབ་ཆེན་དང་རྩོམ་མེད་ཀྱི་གར་འཆམ། སྔ་ར་སྔ་ཕྱི་ར་གི་ལྷོ་དུས་ནང་མི་ཙམ་ཡང་མ་གྲགས་པའི་གི་ཁྱད་ཆོས་ངོ་མཚར་ར་ཅན་གསར་དུ་བཙུགས་དུས་པས། ད་ལྟ་སྔ་ཕྱི་ར་ཐིམ་པོ་ལྷམ་མེད་སྒྲུབ་ཆེན་ཚེ་ཡུལ་མིག་གི་དཔལ་ལྡན་ལྷམ་མེད་ཀྱི། དཀྱུས་འཆམ་ཏི་སུ་དཔལ་ལྡན་ལྷམ་བསྐུར་ནུས་ཀྱི་ཞལ་གཟིགས་ན་དཀྱུས་འཆམ་ཏི་སུའི་དཔལ་ལྡན་ལྷམ་གྱི།

ཏེ། ཕྲིན་ལས་ཕབ། བྱང་བཤད་སྐྱབས་བདེ་བའི་འོམ་ན་ཤ་ཁོ་ཐག་ཁ་གི་ནགས་ཚལ་ན་རི་དྭགས་གསུམ་པའི་ཕྱོགས་སྒོ་ཕྲེང་ཡིན་ཟེར་གཉིས་རུ་སྒྲ་མི་ཤོ་བོ་ཁྱི་ཡིས་བཏེགས་པ་ལྟར་བཏུ་བའི་ཟིན་བདེ་བའི་དགུང་ལོ་ཉི་ཤུ་རྩ་ལྔ་ཡས་ཀྱི་ཆུ་དྲུག་གི་ལོ་ལུག་གཟུགས་ཁུ་རྒྱུད་བསྐྱོད་པ་དབུ་མའི་དུ་ཤིག་བདེ་བའི་ཞིང་འདིའི་གདུལ་བྱ་བོར་བདེ་བའི་སྐུ་མྱ་ངན་ལས་བདའ་ཡིས། རྒྱལ་སྲས། སྐུ་ཕྲེང་གཉིས་པ་དེ་འཇིགས་མེད་ནོར་བུ་ཡིན་པས་འཁྲུངས་ཡུལ་སྟོང་གསར་གྱི་ཆག་སྒོ་དོན་བདུན། ལས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་གདུང་ལས་མཆེད་པའི་དགེ་གདུང་ལྷ་དར་གྱི་རིགས་ལུགས་འཁྲུངས་ཐུབ་གཉིས་ཡིན། དུས་ཚོད་ཙམ་གཅིག་པའི་བར་གྱི་ཞབས་བྲོ་རིན་པོ་ཆེ་སྐུ་མྱ་ངན་ལས་འདས་པའི་དགེ། ལོ་དྲུག་ཅུ་རེའི་བདུན་པ་རབ་བྱུང་བཅུ་གཉིས་པའི་གི་མེ་ལྕགས་སྤྱི་ལོ་གཅིག་སྟོང་བདུན་བརྒྱ་བཅུ་བདུན་གི་ལོ་ལོ་སྐུ་འཁྲུངས་ཡིན། མཁན་ཆེན་བཟོད་པ་ཁྲི་ལས་ལས་བསྡོམས་པའི་གི་བསླབ་ཚིག། བརྗོད་པ་ཁས་བླངས་སུ་བཞེས་བསྡུས་པའི་དགུང་ལོ་བཅུ་གསུམ་ལོ། གདན་ས་ལོ་ཁྲི་བདུན་ལྔ་སེར་མཛད་ཅེས་གསལ། རི་དྭགས་ཆོས་རྗེ་ངག་དབང་རྒྱལ་ཚེ། གངས་ཅན་སྤྲུལ་སྐུ་བསྟན་འཛིན་ལེགས་སྤེལ་གྱི་དོན་དྲུག་ཡོངས་འཛིན་ངག་དབང་ཕྲིན་ལས་སོགས་ལས་གདོང་ལྔ་སྨིན་གྲོལ་གྱི་ལམ་རིམ་གྱི་ཆོས་ཚུལ་མཐའ་དག་ཅིག་ཅར་དུ་གསལ་འདེབས་པའི་གཞི་ནང་ཅི་བྱས་སྐྱོན་བྲལ་གྱི་ལམ་གནད་ཤེས་བྱ་གྱི་ཕ་མཐར་མཚོན་འབིགས་ཀྱི་འཕྲོ་ལུགས་དགུང་ལོ་བཅུ་དགུ་ལངས་འབིགས་ཀྱི་སྐབས་སུ་ལུས་ཏེ། ཉམས་གྲིབ་སྤྱི་ཕོ་བའི་གིས་སྐྱེ་གཉིས་ཕྱི་དགེ་བའི་སྐུ་མྱ་ངན་ལས་བདག་ས་ཡིན། དགེ་ཚེ་འཇམ་དཔལ་རྡོ་རྗེ་གིས་སྐུ་ཕྲེང་གསུམ་པ་དེ་སྦྲུལ་དགྲ་རྣམ་རྒྱལ་ཡིན། འཁྲུངས་ཡུལ་དེ་བཀུར་སྟོད་དུང་དཀར་ཆོས་རྗེ་སྐྱིད་གདུང་རབ་ལོར་འཁྲུངས། རང་ལོ་བརྒྱད་ལོ། ཞབས་དྲུང་རིན་པོ་ཆེ་སྐུ་མྱ་ངན་ལས་འདས། ལོ་བརྒྱད་བཅུ་ཆ་བདུན་པ་རབ་བྱུང་བཅུ་གཉིས་པའི་གྱི་མེ་སྦྲུལ་གྱི་ལོ་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་བདུན་གྱི་ལོ་ལུགས་སྐུ་འཁྲུངས། མཁན་ཆེན་བསྟན་འཛིན་ནོར་བུ་ལས་བསླབ་ཚིག་བརྗོད་པ་ཞལ་བཞེས་ཀྱི་གསུང་སྡོམ། རྗེ་འདི་པའི་ཁྲི་འདི་མངའ་གསོལ་མཛད། ཐུབ་དབང་བླ་མ་ཤཱཀྱ་རིན་ཆེན་དང། ཡོངས་འཛིན་བསྟན་འཛིན་ཆོས་རྒྱལ་སུ་ལས་སྨིན་གྲོལ་གདམས་པའི་གྱི་གསང་མཛོད་ཚང་ཕྲུགས་སུ་བཞེས། སྤྱན་རས་ཀྱི་གདན་ས་སྙིང་པོའི་སྒྲུབ་པ་ལུགས་བཞུགས་འདི་པའི་ལོ་ལྔ། རྡོ་རྗེ་གསུང་དཀྱིལ་འཁོར་མཁའ་ལས་མི་ལྡང་བ། དཀྱུས་མཚམས་སྣང་སྟེ་བཞུགས་པའི་ཀྱི་ཐ་མ། སྣང་གྲགས་རྒྱུ་གསུམ་ལྷ་སྔགས་ཡེ་ཤེས་ཀྱི་རོལ་པ་པའི་ཤ། བླ་ར། མཚམས། དྲོད་སྡེ་པའི། བརྟན་པའི་ཀྱི་གཉེར་ཁ་བདག་གི་གཞི་སྡེ་པའི་ཕྲིན་ལས་ཀྱི་མཛད་སྒོ་བརྒྱ་ཕྲག་དུས་གཅིག་ལུས་དབྱེ་བའི་ཀྱི་འཕྲོ་ལུགས་དགུང་ལོ་ཉི་ཤུ་རྩ་དྲུག་པ་ཆུ་སྟག་གི་ལོ་ལུགས་ངེས་མེད་གློ་བུར་དུ་གཟུགས་སྐུ་གུ་བསྐྱོད་པ་གཉིས་སུ་འདུག་སྡེ་པའི་སྐུ་མྱ་ངན་ལས་བདག་ཚ་ཡིས། རྒྱལ་སྲས་འཇམ་དཔལ་རྡོ་རྗེ་ཀའི་ཡང་སྲིད་སྐུ་ཕྲེང་བཞི་པ་འཇིགས་མེད་རྣམ་རྒྱལ་ཏེ། འཁྲུངས་ཡུལ་མ་དུལ་བོན་པོད་ཀྱི་གདུང་རབས་ལས། ཞབས་དྲུང་རིན་པོ་ཆེ་སྐུ་མྱ་ངན་ལས་འདས་པའི་དགེ་ལོ་ཆིག་བརྒྱ་བཅུ་གསུམ། རབ་བྱུང་བཅུ་གསུམ་བོད་ཀྱི་ཆོས་ལུགས་སྤྱི་སྡོམ་བདུན་བརྒྱ་དྲུག་ཅུ་རེའི་གསུམ་ལུགས་སྐུ་འཁྲུངས་ཡིན། མཁན་ཡོན་ཏན་མཐའ་ཡས་དང། ཡོངས་འཛིན་ཤེས་རབ་སེང་གེ་ལས་བསླབ་ཚེ་རིམ་པ་གཉིས་སུ་བཞི། མདོ་སྔགས་སྨིན་གྲོལ་གྱི་རྒྱབ་རྟེན་དང་བཅས་པ་གསན་སྒོམ་དཔལ་དམར་རྫས་བསྡུས་པའི་ལུང་རྟོགས་དབྱར་ཟླ་ཡི་ཕྱག་བཞེས་རྫོགས་བསྡུས་པའི་ཕྲིན་ལས་ཡུལ་དཀར་འཛུམ་འབེབས་ཀྱི་སྐབས། དགུང་ལོ་སུམ་ཅུ་སོ་དགུ་སོན་པ་ཤིང་ཡོས་ལུས་གཟུགས་སྐུ་གུས་བསྐྱོད་པ། གཉིས་སུ་བསྡུ་བསྡུས་པའི་སྐུ་མྱ་ངན་ལས་བདག་ཡིད་བྱེད། རྒྱལ་སྲས་སྐུ་ཕྲེང་ལྔ་པ་དེ་འཇམ་དཔལ་རྡོ་རྗེ་འཁྲུངས་ཡིན། དེ་ཁ་ལས་དབྱིན་ཡིག་སིའི་དམིགས་བསལ་ངེས་པ་དེ་དེ་མ་ཐོབ། སྙིང་རུས་དུས་ཚིགས་གསུམ་གཅིག་པའི་བར་ཆེན་ཞབས་དྲུང་རིན་པོ་ཆེ་སྐུ་མྱ་ངན་ལས་འདས་པའི་དགེ་ལོ་ཆིག་བརྒྱ་བཞི་བཅུ་བཞི་བརྒྱད་པ། རབ་བྱུང་བཅུ་གསུམ་པའི་དགེ་བསགས་སྟག་སྤྱི་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་བརྒྱད་ཀྱི་ལོ་ལོ་སྐུ་འཁྲུངས། མཁན་འཇམ་པོའི་གྲགས་པ་དང་ཡོངས་འཛིན་འཇིགས་མེད་རྒྱལ་མཚན་ལས་བསླབ་ཚིག་གི་བཅུད་བརྡུང་ལ་སྨིན་གྲོལ་གདམས་པའི་ཐུགས་རྒྱུད་ཡོངས་སུ་སྨིན་ཟིན་པའི་གི་སྐབས་དགུང་ལོ་སུམ་ཅུ་སོ་གཉིས་པ་ས་གླང་གི་ལོ་ལུག་སྐུ་མྱ་ངན་ལས་འདའ་ཡིན་ཟེར། ད་ཨ་ནི་ཡན་ཆད་ཀྱི་རྒྱལ་སྲས་འཇམ་པའི་རྡོ་རྗེ་གི་སྐུ་ཕྲེང་རིམ་པར་བྱོན་པའི་གི་ལོ་རྒྱུས་དེ་ཡིན། ད་ནཱ་ལནྜ་རྒྱལ་སྲིད་བསྟན་འཛིན་རབ་རྒྱས་ཀྱི། སྐུ་ཕྲེང་རིམ་པར་བྱོན་པའི་རྒྱན་ནང་ན་ལས་ཆུ་སྤྲུལ་དང་པོ་དེ་མི་ཕམ་དབང་པོ་ཡིན། འཁྲུངས་ཡུལ་ཆོས་རྩིས་ཆག་པོ་བོན་པོའི་ཆོས་བྱེད་ཀྱི་གདུང་རབས་ལས། ཞབས་དྲུང་རིན་པོ་ཆེ་སྐུ་ན་ཉིན་ལས་འདས་པའི་གྱི་ལོ་ལྔ་བཅུ་ང་དགུ་པ། རབ་བྱུང་བཅུ་གཉིས་པའི་གྱི་ས་གླང་སྤྱི་ལོ་གཅིག་སྟོང་བདུན་བརྒྱ་བཅུ་གཉིས་དགུང་ལོ་སྐུ་འཁྲུངས། མཁན་ཆེན་བཟོད་པ་ཕྲིན་ལས་ལས། བཞིའི་འཕགས་པའི་ཚུལ་ཁྲིམས་གཙང་མའི་གེགས་ཁས་བླངས་འདི་སུ་ཤེས། རི་དྭགས་ཆོས་ཀྱི་ངག་དབང་རྒྱལ་སྲས། གང་དེའི་སྤྲུལ་སྐུ་བསྟན་འཛིན་ལེགས་པའི་དོན་གྲུབ། ཡོངས་འཛིན་ངག་དབང་ལྷུན་གྲུབ་ངག་དབང་ཕྲིན་ལས་ཚུལ་ལས་ཐུན་མོང་རིག་པའི་གེགས་གཞུང་ལས་བརྩམས། གསང་སྔགས་གསར་རྙིང་གི་དབང་དང་གདམས་པ་མ་ལུས་པའི་གེགས་བདུད་རྩི་འདི་སུ་ཤེས། ལུང་རྟོགས་ཡོན་ཏན་འཇམ་བསོའི་ཕ་རོལ་ཏུ་གསོལ་འདེབས་པའི་ཡོངས། ཡོངས་རྫོགས་བསྟན་པའི་ལྕགས་རྒྱུན་དུ་གྱུར་ཅིག། རེ་ཞིག་སྒང་ཏའི་སྤྲུལ་སྐུ་དགེ་ལྡན་ཚབ་མཛད་འདུས་པའི་སྒང་ཏའི་དགོན་མ་བཞུགས་ན་དགུང་ལོ་ཉི་ཤུ་རྩ་གཅིག་བཞེས་པའི་སྐབས་སུ་སྲིད་ཁྲི་བློས་བྱོན། དེ་དང་ལྷན་གཅིག་བོད་ཕྱི་ནང་སྡེ་སྲིད་བཅུ་བོད་ཀྱི་ཆབ་སྲིད་ཆགས་བློས་བཞེས་འདུས་པའི་ཆོས་སྲིད་ཀྱི་ཆབ་སྲིད་བསྐྱངས་གནང་དེའི་སྐབས་སུ་ལུང་རིན་གྱིས་བཀར་བའི་དོན་གྲུབ་སེམས་མའི་སྡེ་དགེའི་ངོ་སྐལ་བས་འདུས་པའི་གཞུང་ལུགས་མང་ཡང་ནས་ཡང་དུ་དྲངས་འདུས་པའི་ས་བཅུ་རེ་དྲངས་བྱས་མ་ལམ་པ། ཁོང་གིས་བོད་ཀྱི་རྒྱལ་པོ་བསོད་ནམས་སྟོབས་རྒྱལ་སྲིད་མེད་འདི་ལོའི་སྒོ་སྟེ་ཞུ་བདེ་བའི་བུའི་གླེང་མ་དམག་ཇབ་ལིན་གཉིས་ལྷོ་སྡེ་ནག་ཆུ་སྡེ་བའི་ས་བྱི་རོའི་གནོད་པ་ཆུང་མ་བསུ་བ། ཤུལ་ལས་ཀརྨ་པ་བྱང་ཆུབ་རྡོ་རྗེ་དང་ཞར་མ་པ་ཁོང། བླ་མ་རྣམ་གཉིས་ཀྱི་ལྷོ་ད་བོད་ཀྱི་བང་ནག་གི་ཕྱི་ནག་སྦྲེལ་འདི་བའི། ལྷོ་བོད་གཉིས་ཀྱི་མཐུན་ལམ་ཁྲི་བྱ་སུ་གནས་ཀྱིས། རྗེའི་ཐིག་གིས། བུའི་དགའ་ལྡན་དང་འབྲུག་གཉིས་ཀྱི་མཐུན་རྣམ་རྒྱུན་ཆགས་སུ་གནས་པའི་གནས་བཅུ་གྱི་གན་རྒྱ་དེ་སུ་ཡི་གཞིས་བུའི་ལུགས་སྐུ་ཚབ་བཞག་ཆོག་པའི་གིས། ཕྱི་ནང་དེ་སུ་བཞག་དགོས་པས་ཁོ་རེ་གིས་དབོན་སྲས་ཚེ་རིང་དབང་ཕྱུག་གིས་བོད་ལུགས་ལོ་ཆབ་པའི་སྐུ་ཚབ་འབྲུག་ལས་པའི་སྟངས་དེ་བས་གནང་ཡིན། དེའི་སྐབས་སུ་བཀྲ་ཤིས་ཆོས་རྫོང་ནང་ལོའི་དཀར་བརྒྱུད་ཀྱི་ཕོ་བྲང་འདི་སུ་བཞེངས། སྤུངས་ཐང་བདེ་བ་ཆེན་པོའི་ཕོ་བྲག་ལུས་བླ་མ་གྲགས་སྡེ་གྱི་དཀྱིལ་འཁོར་གླུད་བླངས་འདི་སུ་བཞེངས། ནང་གསེར་གཙང་གི་སྤྱན་རས་གཟིགས་མཐོ་ཚད་གསུམ། འདི་སུ་བཙུགས་པའི་བཞུགས་དཔེ་གྱི་སྐབས་སུ་ལུ་ཁོ་རིགས་ཀྱི་ནུ་ཆུ་དགེ་བཤེས། འཇིགས་མེད་ནོར་བུ་འདི་སྐུ་མྱ་ངན་ལས། བཟླས་ཡོད་ཀྱི། རྐྱེན་བསྡུས་པའི་ཤིང་ནག་ཐུགས་དབྱུང་བསྡུས་པའི་དེ་དགུང་ལོ་ཉི་ཤུ་རྩ་བདུན་གྱི་ཤིང་གཡོན་ལུགས་བཟླས་པའི་ཀྱི་ཁྲི་ལས་བཞེངས་ཡིན་པས་པའི་དེ་བོད་ལུགས་ཁོ་རེ་ཀྱི་ཆུང་བརྒྱུད་དགོངས་རྫོགས་སྒྲུབ་གཉིས་དང་འབྲེལ་བསྡུས་པའི་གནས་གཟིགས་ལུགས་བྱོན་གནང་ཡིན། དེའི་སྐབས་སུ་ལུགས་བོད་ཀྱི་རྒྱལ་པོ་བསོད་ནམས་སྟོབས་རྒྱལ་སྡེ་དགེ་དེ་བསུ་བ་སྲི་ཞུ། ཆེ་བ་ར་བྱུང་འདི་བས་དེ་བརླག་ར་བུས་ལས་བས་ཤི་ན་འབྱུང་འདི་ན་ལུ་སྐྱོད་འདི་བས་ལྟ་སྐོར་གྱི་གདན་ས་འཛིན་འདི་བས་བཞུགས་བས་ཀྱི་ཐ་མ་དགུང་ལོ་སུམ་ཅུ་བཞེས་བས་ཀྱི་ས་བརྟག་གྱི་ལོ་ལུག་སྐུ་མྱ་ངན་ལས་འདའ་ས་ཡིན། ཁྲི་སྤྲུལ་གཉིས་པ་འདི་སྦྱིན་མའི་སྲིང་འདི་ཡིན་པས་འཁྲུངས་ཉིན་འདི་བོན་པོའི་གདུང་རབས་ལས། ཞབས་དྲུང་རིན་པོ་ཆེ་སྐུ་མཉེས་ངེས་ལེགས་དད་པའི་དགེ་དགུང་ལོ་ལོ་དགུ་བཅུ་གོ་གཉིས་རབ་བྱུང་བཅུ་གཉིས་པའི་དགེ་ཆུ་ཁྱི་སྤྱི་ལོ་གཅིག་སྟོང་བདུན་བརྒྱ་བཞི་བཅུ་ཞེ་གཉིས་དགེ་ལོ་ལོ་སྐུ་འཁྲུངས། མཁན་ཤཱཀྱ་རིན་ཆེན་བླ་མ་པའི་རྟེན་སྙིང་གནས་སྡོམ་པའི་དགེ་བསླབ་ཚིག་གི་སྤྱོད་པའི་སྨིན་གྲོལ་གདམས་པའི་དགེ། གདམས་ངག་བཞིའི་གནང། ཡོངས་འཛིན་བསྟན་བཅོས་ཆོས་རྒྱལ་དང་རྗེའི་གུས་འགའ་རྗེའི་ཡོན་ཏན་དེ་སུ་ལས། རིགས་ལམ་གྱི་རྩོད་པའི་དགེ་གཞུང་ལུགས། ཐོས་བསམ་མཛད་བདེ་བའི་ཁྱད་དེ། མཁས་མཐའ་ཆོད་པར་མཛད་ན་དགུང་ལོ་ཉེར་གཉིས་ལོའི་སྲིད་ཁྲི་བཟུང། དེ་ལས་པའི་ལོ་གསུམ་སྙིང་པོའི་སྒྲུབ་པ་ལོ་བཞི་བདེ་བའི་རྟོགས་པའི་བདག་རྒྱུད་སྤྲུལ་ཐུགས་རྗེ་གཞན་བསྟོད་མཛད་པའི་གི་གོ་འཕར་དབྱེ་བདེ་བའི་དགུང་ལོ་ཉེར་ལྔ་ཡི་གི་མེ་ཕ་ལུའི་རྟ་ལོ་གསང་སྔགས་ཆོས་གླིང་གི་གདན་ས་ཕྱག་བཏབ་གནག་བདེ་བའི་འགྲོ་དོན་མཛད། སླར་ཡང་དགུང་ལོ་སུམ་ཅུ་སོ་ལྔ་ཡི་གེ་མེ་སྤྲེལ་གྱི་ལོ་ལོ། སྡེ་པ་བཅོ་བརྒྱད་པ་སྡེ་སྲིད་བཅོ་བརྒྱད་པའི་ཆབ་སྲིད་ཆགས་ལུགས་བཞེས་བསྡུས་པའི་ལུགས་ནི་བསྟན་སྲིད་ཆོས་ཀྱི་སྒོ་ལས་ཅང་ཡིན་སྐབས་སུ་ལུགས་ཕ་མཆོད་རྟིང་རྣམ་གྲོལ་མཁའ་སྤྱོད་གླིང་དང་རྟ་མགོ་རྫོང་ཁག་གི་ཉམས་གསོ་སྡེ་སུ་རྫིས་དཀར་པའི་གསོ་རས་རྫོང་དཀར་པོའི་མཆོད་རྟེན་སྙིང་པོ་མི་འགྱུར་ལྷུན་པོའི་གཙུག་ལག་ཁང། རྟེན་བརྟེན་པ་དང་བཅས་པ་རྟེན་གསུམ་ཁྱད་པར་ཅན་མ་ཐུགས། ཕྱག་བཏབ་ན་སྤུ་ནག་ཁ་གྱིས་བརྫོང། མེས་འཇིགས་དང་འབུད་ཀྱི་སྐབས་ན་རྟེན་གཙུག་བསྣམས། དེ་ལན་དཀྱུས་མཁན་བཀའ་འབུམ་གྱི་པར་གཞི་གི་བཟོ་འདྲ་དེ་སུ་གཙུག་བསྡུས་པའི་ཆོས་རྒྱལ་བྱང་ཆུབ་སེམས་དཔའི་གི་ཕྱག་བྱས་ལས་ཤ་ཆེ་བཞི་སྟེ་བཟླས་དཔེ་གྱི་ཁྲི་ལོ་ངོ་བཅུ་གསུམ། སྡེ་སྲིད་ཀྱིས་ཆབ་སྲིད་བཅངས་འདུས་པའི་ཆབ་སྲིད་ཆོས་སྲིད་གཉིས་ཀྱི་བསྟན་པ་ལ་བཀའ་དྲིན་མཛད་ན་ཡིས་དགུང་ལོ་བཞི་བཅུ་ཞེ་བདུན་ལོའི་སྡེ་དཔོན་གྱི་ཁྲི་ལས་རྒན་གཞོན་འདུས་པའི་སྟེ་བུའི་རྩ་རིས་དང་བུ་ལུ་གཉེན་གཟིགས་ལུ་སྟེ། ཞབས་དཀོར་རུ་ཆོས་འདུས་པའི་སླར་ཡང་ལྗོངས་འདི་ན་ལུ་ཆིབས་བསྒྱུར་བསྐོས་པའི་གེ་ཐང་མ་དགུང་ལོ་བཞི་བཅུ་ཞེ་བརྒྱད་པ་ས་སྐྱ་དགེ་ལོ་ལུ་སྐུ་མྱ་ངན་ལས་འདའ་ཡིས་ཁྲི་སྤྲུལ་གསུམ་པ་སྟེ་ང་བ་འཇམ་དཔལ་འཇམ་སོགས། ཚེ་ཁྲིམས་གྲགས་པ་སའི་གཞུང་ཡིན་པས། འཁྲུངས་ཡུལ་འདི་དེ་ག་ལས་དབྱིངས་སའི་ངེས་པ་དེ་མ་ཐོབ་དབྱིངས་རུ། དུས་ཚིགས་གསུམ་གཅིག་སྦས་པ་ཅན་ཞབས་དྲུང་རིན་པོ་ཆེ་སྐུ་མྱ་ངན་ལས་འདས་པའི་གྱི་ལོ། གཅིག་བརྒྱ་བཞི་བཅུ། རབ་བྱུང་བཅུ་གསུམ་བའི་གྱི་ལྕགས་ཁྱི་སྤྱི་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གྱི་ལོ་ནས་སྐུ་འཁྲུངས་གནང། ཚེ་ཁྲིམས་འཇམ་དབྱངས་རྒྱལ་སྲས་དང་ཡོངས་འཛིན། ངག་དབང་ཆོས་རྒྱལ་གསུར་བླའི་བསླབ་ཚིག་དང་སྨིན་གྲོལ་གདམས་པའི་དགེ་གདམས་ངག་གི་སུ་གསན་བསམ་ཕུལ་དུ་ཕྱིན་པ་གཟི་བརྗིད་ཚེ་དགུང་ལོ་ཉི་ཤུ་གྱི་ས་སྦྲུལ་ལོ་སྡེ་བི་གི་ཁྲི་ལུགས་གཅོན་དགུང་ལོ་ཉེ་རེ་གཅིག་ལུགས་ནང་སེམས་བེའུ་གི་ཐུགས་བསུན་འདུས་པའི་སྡེ་བི་གི་ཁྲི་འཕང་འདུས་པའི་རྟ་སྒོ་གི་གདན་ས་ལུགས་བཞུགས། དཀྱུས་མཚམས་ཁོ་ནར་སྣག་སྡེ་པའི་དགུང་ལོ་བཞི་བཅུ་བཞིའི་དཔྱིད་བཞི་བི་གི་ལྕགས་སྟག་གི་ལོ་ལུགས་སྐུ་མྱ་ངན་ལས་བདག་ཡིན། དགེ་བཤེས་བསྟན་འཛིན་རབ་རྒྱས་ཀྱིས། བླ་མ་ཁྲི་པའི་བགེགས་ཁྲི་འཁྲུལ། བཞི་པ་སྡེ་ཁྲི་ལས་བྱམས་སོ། དུས་ཚིགས། ཞབས་དྲུང་རིན་པོ་ཆེ་སྐུ་ནས་ཉིན་ལས་འདས་པའི་དགེ་ལོ་གཅིག་ལྕགས་དགེ་བཅུ་ཆ་ལྔ་པ། རབ་བྱུང་བཅུ་བཞི་པའི་དགེ་བཤེས་ལུགས། སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་སུམ་བཅུ་སོ་ལྔ་ལོའི་སྐུ་འཁྲུངས། ཁྱེད་ནི་ཡོན་ཏན་རྒྱ་མཚོ་དང་རྗེ་པད་མ་བཟང་པོ་ཚུལ་ལས། བསླབ་ཚེ་དང་སྨིན་གྲོལ་གྱི་གདམས་པ་འདི་སོ་སེན་འདི་པའི་སེམས་སྒོམ་མཐར་ཕྱིན་པར་མཛད།

ཨ་མ་ཁྲི་བོད་ཀྱི་ཁྲི་ཁྲོད་གྱོན་ཚུལ་གྱི་ལོ་རྒྱུས་དེ་ཡིན། ད་ནཱ་ལེནྜ་བྱམས་སྐྱོན་སྤྲུལ་སྐུ་རིམ་བྱོན་གྱི་ལོ་རྒྱུས་དེ་ཡིན། སེའུ་ལ་བྱམས་སྐྱོན། ཆོས་རྗེ་ངག་དབང་རྒྱལ་མཚན་ལས་བཟུང་འདུས་པའི་བྱམས་སྐྱོན་རྣམ་འཕྲུལ་རིམ་པར་བྱོན་པའི་གྱི་ནཱ་ལེནྜ་རྒྱལ་ཚབ་བྱམས་པ་མགོན་པོ་སྐུ་ངོས་བྱམས་སྐྱོན་སྐུ་ཕྲེང་དང་པ་དེ་ངག་དབང་རྒྱལ་མཚན། ཆོས་རྒྱལ་སྒྲོལ་ཡུལ་དགོན་དཔོན་གྱི་སློང་མ་དབུ་ཆེན་གྲུབ་ཐོབ་གཏེར་ཁུང་དཔོན་གྱི་གདུང་རབས་དགོན་བླ་མ་འོབས་སོ་དཔོན་གྱི་བརྒྱུད་པ་སྡེ་སྲིད་དབུ་མཛད་ཆེན་དཔོན་གྱི་སྐུ་ཚོགས་ཡིན་པས། ཞབས་དྲུང་རིན་པོ་ཆེས་དགུང་ལོ་ལྔ་བཅུ་ང་བཞི་བཞེས་པའི་གི་སྐབས་སུ་ལོ་རབས་བྱུང་བཅུ་གཅིག་པའི་གི། མེ་ཕག། སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་བདུན་ལུགས་དེ་བྱམས་མགོན་ངག་དབང་རྒྱལ་མཚན་སྐུ་འཁྲུངས་ཉིན་སྲིད་དགུང་ལོ་བཞི་ལོའི་སྐྱབས་མགོན་གོང་མ་ཞབས་དྲུང་རིན་པོ་ཆེ་གི་ཞབས་ས་ལ་བསུ་ཕུལ་ཕུལ་བསྡུས་པའི་དེ་མཚན་བྱམས་མགོན་ངག་དབང་རྒྱལ་མཚན་སྲས་བསུའི་དྲུང་ཡིག་མཚན་དབང་རྡོ་རྗེ་ལས་ཡིག་རིགས་ལ་སོགས་པའི་གི་རིགས་ཕུད་ཀྱི་གནས་ལུགས་ཁྱད་པར་སྦྱངས་བསྡུས་པའི་གྲྭ་ས། གྲྭ་ས་འདུས་སྡེ་ཀླུ་ཧྲུག། མཁན་ཆེན་པད་དཀར་འབྱུང་གནས་ཀྱི་ཞབས་ས་ལས་སོགས་མཐར་བསྡོམས་འབིགས་ཀྱི་བསྟབ་ཚིག་སྔ་མ་གཉིས་བཞིའི་ནང། རི་བདག་མཁན་ཆེན་བསོད་ནམས་ཡུལ་མཛེས་དང། ཁྲི་ཆེན་བསྟན་འཛིན་རབ་རྒྱས། ཡུལ་ངོ་འཛིན་པད་དཀར་ལྷུན་གྲུབ་སོགས་ལས་བསྟབ་ཚིག་ཕྱི་མའི་གཙོས་འབིགས་ཀྱི་བཅུ་ཕྲག་རིག་པའི་གནས་སྤྱི་དང་ཁྱད་པར་རང་ལུགས་ཕ་ཆོས་གདམས་ངག་སྡོམ་པོ་གསུམ་སྤྲུལ་གྱི

སྤངས་རྟོགས་ཡོན་ཏན་མཐར་ཕྱིན་འདུས་པའི་ཆོས་ཉིད་ཟིན། གདུལ་བྱ་དགེའི་ཁྲིད་ལས་བཟུང་བཅིངས་པའི་ས་བཅུ་རུ་སྨྲའི་སྡེ་བརྒྱད་རྒྱལ་པོ་སངས་རྒྱས་བསྟན་པ་ལས་བཟུང་འདུས་པའི་བཏུས་ལ་བདག་རྒྱལ་པོ་ཉི་མ་རྣམ་རྒྱལ་ཚུན་ཚོད་ཀྱི་བར་ལུ་དྲེད་ལྡན་ས་ཡི་དབང་ཕྱུག་རྒྱལ་བློན་འདི་གཟུགས་ཀྱི་གཙུག་ན་ལུ། རི་དྭགས་པའི་བཏུས་འདུས་པའི་འགྲོ་དོན་ཕྱོགས་མཐར་རྒྱས་པར་མཛད་ཅེས་ཟེར། སྨད་སྡེ་དགེ་རྒྱལ་དང་སྟོད་ལ་ཟླ་རྒྱལ་གཉིས་ཀྱིས་སྐུ་བླ་པའི་ཡུལ་རིམ་པས་བཞུགས་ཤིང་ན་ལས་དེ་ཐབས་མཁས་ཀྱིས་དེ་དགོངས་པ་སྤྲོས་བསྡུས་པའི་སླར་ཡང་ལྷོ་སྡེ་ན་ལུས་ཆེན་སྣ་ཡི་སྲས་གཞུང་ལས། སྐུ་ཁྲིམས་ལེགས་སོ་ཀྱི་བདག་མཁྱེན་པས་རིན་སྤུངས་རྫོང་གི་ཕྱི་བླ་བོའི་སྐྱོད་གནང། དེ་གའི་མི་ཆོས་དང་འབྲེལ་བའི་གྱི་བྱ་བྱེད་ཀྱི་ཐུགས་བསུན་བསྡུས་པའི་ལོ་གཅིག་བཞུགས་བསྡུས་པའི་དེ་དགོངས་པ་སྤྲོས། སྤྲུལ་སྡེ་སུ་བཞུགས་པའི་སྐུ་མཚམས་བཞུགས་ན་ན་བུན། དུས་བབ་ཀྱི་གདུལ་བྱའི་ཕྲིན་ལས་སྡེ་སུ་རིམ་པ་བཞིན་དུ་བསྐྱངས་ཏེ་པའི་སེའུ་ལ་རྡོ་རྗེ་གདན་གྱི་ཆོས་སྡེ་ཆེན་པོ་ཕྱག་བཏབ་ན། འཁོར་རིགས་ཀྱི་དངུལ་ཆུ། ཆོས་རྗེ་ངག་དབང་པད་དཀར་སྐུ། ཚོགས་མཆོད་རྗེ་ངག་དབང་ཕྲིན་ལས་ཐུགས་སྲས་ཤཱཀྱ་རིན་ཆེན་ལ་སོགས་པའི་གིས་སྐྱེ་མཆེད་དམ་པ་གྲངས་མེད་རྗེས་སུ་བཟུང་དུས་པའི་གྲུབ་པའི་ས་ལུ་བསྐྱོད་ན། གཞུང། སྤུན་ཟླ་ཁག་དང་ཐིམ་ཕུག་གདན་ས་ཕན་ཚུན་གཉིས་སུ་ཆོ་འཕྲུལ་རྣམ་གསུམ་གྱི་དབུ་བཙུད་བེ་དགེ་གྲངས་མེད་གདུལ་བྱའི་མཐའ་རྣམས་རིམ་པར་བསྐྱངས་ཟིན་འདི་བས་སླར་ཡང་གདན་ས་ཀླུ་སྐྱེས་བེ་དགེ་མཐའ་མ་དགུང་ལོ་བརྒྱད་བཅུ་ཆ་འཕྲུལ་བེ་དགེ་ཐོག་ཀླུ་སྟེ་རབ་བྱུང་བཅུ་གཉིས་བེ་དགེ་ཆུ་གཅིག་སྤྱི་ལོ་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་གཉིས་ཆུ་སྟོད་ཟླ་ཡི་ཚེས་བཞི་ལོ་སླར་དགའ་ལྡན་ཆོས་རྒྱལ་ཁྲི་ལོ་ཤེས་ལྡན་པའི་དགོངས་པ་ཆོས་དབྱིངས་སུ་ཐིམ་ཚེ་ཡིན། བྱམས་རྒན་སྤྲུལ་སྐུ་སྐུ་ཕྲེང་གཉིས་པ་དེ་བྱམས་རྒན་ཡེ་ཤེས་རྡོ་རྗེ་ཡིན་ཟེར། དེ་འཁྲུངས་ཡུལ་དུས་རྒྱུན་ཤག་རིག་བ་ལང་ན་ལས། ཞབས་དྲུང་རིན་པོ་ཆེ་སྐུ་མྱ་ངན་ལས་འདས་པའི་དགེ་ལོ་གཅིག་བརྒྱ་བཅུ་ནི་བདུན། རབ་བྱུང་བཅུ་གསུམ་དེ་གི་མེ་གླང་སྤྱི་ལོ་གཅིག་སྟོང་བདུན་བརྒྱ་ལྔ་བཅུ་ང་བདུན་གི་ལོ་ལོ་སྐུ་འཁྲུངས་དུས་པས་དེ་སྐུ་ཁོང་བྱང་རྒྱུ་ང་བ་རྒྱལ་སྲས་དེ་དང་དེ་སྐུ་ཕྲེང་གཉིས་པ་བྱམས་རྒན་སྤྲུལ་སྐུ། ཡེ་ཤེས་རྡོ་རྗེ་གཉིས་ཀྱི་བང་ན་ལོ་མི་ལོ་ཉི་ཤུ་རྩ་ལྔ་བསྡད་ཅི་སྟེ་སྤྲུལ་སྐུ་མ་བྱོན་པ་བཞུགས་ཉིན་དེ་གའི་མི་སྡེ་སུ་གིས་བྱམས་རྒན་སྤྲུལ་སྐུ་ངོམ་པ་རྙེད་ན་མེད་ན་སའི་ཐེ་ཚོམ་སྐྱེས་ཏེ་བོད་དེབ་ན་ཆོས་རྗེ་ངག་དབང་ཕྲིན་ལས་ཀྱིས། སྤྲུལ་སྐུ་དེའི་ཕྱག་ལོ་བཞིའི་སྦས་པའི་ཤིང་ནག་དམ་ཆོས་སྒོ་མོ་ལུགས་གནས་ཆོས་མཛད་འདི་སྦས་ཏེ་ལྷ་དགའ་རབ་གསལ་ནཱ་ལ་མ་བུ་ཚུལ་ལྡན་མ་རྡོ་རྗེ་ནཱ་ད་སྐུ་དབུ་ཐང་བཏབ་ཡིན། དེའི་སྐབས་སུ་ལུགས་དམ་ཆོས།

མི་དམངས་རྣོ་ཡིད་ཀྱི་ཐེ་ཚོམ་གྱི་སྒྲོ་འདོགས་ཆོད་འདུས་པའི་བྱམས་ཀྱི་སྤྲུལ་སྐུ་ཀུན་ནུས་ཀྱི་ཡེ་ཤེས་ཐ་དད་པ་སྐད་ཅིག་ཟིལ་གནོན་འཛིན་ཆོས་སྐྱིད། ངག་དབང་ཕྲིན་ལས་ཁོ་རང་གིས་མཛད་འདུས་པའི་བསླབ་ཚིག་སྨིན་གྲོལ་གདམས་པའི་གི་བཀའ་དྲིན་རྫོགས་པར་མཛད་གནང་ཤུལ་ལས་རྩ་ཡི་བླ་མ་ཀུན་དགའ་རྒྱམ་སོགས་བསྟེན་འདུས་པའི་སྨིན་གྲོལ་དམར་ཁྲིད་ཀྱི་རིམ་པ་འདི་སུ་གསན་སྒོམ་མཛད་འདུས་པའི་རང་ནས་གཉུག་མ་རྒྱལ་ས་ལུགས་དབང་བསྒྱུར། དགུང་ལོ་སུམ་ཅུ་སོ་ལྔ་པ། ལྕགས་ཕག་སྤྱི་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་སྤྱི་ལོ་ཚངས་སྤྱི་བདུད་བྷིས་ཀྱི་དབུས་སུ་སྟེ། རྗེ་ཁྱིམ་བྷིས་ཀྱི་ཁྲི་ལུགས་བྱོན། ལོ་དྲུག་ཆོས་ཀྱི་བདུད་རྩི་རྗེ་འདི་བས་ཏེ་བསྟན་པའི་དགེ་ཆུ་སོགས་སྤེལ་བར་མཛད་མ་ཡིས། བླ་ར་དགོན་པའི་བཅུ་བཅུ་ཞེ་གཅིག་བཞེས་བྷིས་ཀྱི་མེ་སྦྲུལ་ལོ། རྗེ་ཁྱིམ་བྷིས་ཁྲི་ལས་བཞེངས་འདི་བས་ཏེ། གྱོན་པ་ལུགས་བྱོན། བསྟན་འགྲོའི་དཔལ་ལོ་ཚོགས་ཤིང་བཞེས་འདི་བས་ཆོས་ཀྱི་འཁོར་ལོ་བསྐོར་ཏེ་བཞུགས་བྷིས་ཀྱི་ཐ་མ་དགུང་ལོ། བཞི་བཅུ་ཞེ་དགུ། ཕྱི་ནང་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་བཅུ་གཉིས་ལྔ་ལོ་སྟེ་སྐུ་མྱ་ངན་ལས་འདའ་ས་ཡིན་ཟིན། ད་བྱམས་རྒྱུན་སྤྲུལ་སྐུ་གསུམ་པ་འཇམ་དབྱངས་བསྟན་འཛིན། སེར་བྷི། དེ་མཚན་གཞན་དེ་བདུད་འཇོམས། རྒྱལ་མཚན་སའི་ཧྲུའུ་ཡིན་པའི་འཁྲུངས་ཡིག་དེ་བརྒྱུད་ནས་ཨ་མོ་རི་མོ་གའི་གདུང་རབས་ལས། ཞབས་དྲུང་རིན་པོ་ཆེའི་སྐུ་ཉིད་ནི་ལས་འདས་པའི་གི་ལོ་གཅིག་རྒྱ་བརྒྱད་བཅུ་ཆ་གཅིག། རབ་བྱུང་བཅུ་པའི་གི་ལྕགས་ཡོས་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་སུམ་ཅུ་སོ་གཅིག་ལོའི་སྐུ་འཁྲུངས་གྲུབ་ཡིན་ཟེར། ཁྱེད་ཉིད་ཤེས་རབ་རྒྱས་ཚད་དང་ཡོངས་འཛིན་པད་མ་བཟང་པོ་སོགས་ལས་བསླབ་ཚད་དང་སྨིན་གྲོལ་གདམས་པའི་གི་གསན་བསམ། དགོན་པ་ཕུལ་དུ་ཕྱིན་པ་རྫས་དགུང་ལོ། ཉིན་རེ་བཞི་ལུགས། སྡེ་དཔོན་གྱིས་ཁྲི་ལུགས་བྱོན་འདི་པས་ཉིན་རེ་ལྔ་བ་ཤིང་ཉིན་ལུགས་ཁྲི་ཐོ་ལུགས་པའི་སྐུ་མྱ་ངན་ལས་བདག་ས་ཡིས་ཟིན། བྱམས་རྒན་སྤྲུལ་སྐུ་སྐུ་ཕྲེང་བཞི་པ་དང་ལྔ་པ་འདི། སྐུ་ཕྲེང་བཞི་པ་འདི་བྱམས་རྒན་སྤྲུལ་སྐུ། རྒྱལ་ཚེ། ཁྱོད་འདི་བེར་ས་བཅུ་རུ་སྐུ་ཚེ་བརྟན་མ་བསུ་བ་ཁྱིམ་བི་གྱི་ཁྲི་བཟུང་མ་བསུ་ཟེར། བྱམས་མགོན་སྤྲུལ་སྐུ་སྐུ་ཕྲེང་ལྔ་པ་འདི་དེ། ལྷོ་ཡི་ཆོས་འབྱུང་དེ་བརྩམས་བི་གྱི་སྐབས་སུ་ལུས་ཞེས་བཞུགས་འདི་ཡོད་མོད། དེ་བྱམས་སྤྲུལ་རྒྱ་མཚོ་སེར་ཤུལ་ཡིན་ཟེར་ཁོང་གདུལ་བྱ་གྱི་ལས་གནང་གི་བེར་ཞེས་ཕྱི་རུ་ཕྱོགས་འདི་བེར་འགྲོ་དོན་བཅུ་མ་བསུ་ཟེར། ད་ནི་ཡིན་ཆེས་འདི་བྱམས་མགོན་སྤྲུལ་སྐུ་སྐུ་ཕྲེང་ནི་རིམ་བྱོན་གྱི་ལོ་རྒྱུས་ཡིན་ཟེར། དེ་ལས། ད་སེའུ་ལ་ལུས། ཅེས་བྱམས་མགོན་སྐུ་ཕྲེང་སྤྱི་དང་ཆོས་རྗེ་སྐུ་ཕྲེང་སྤྱི་ཡོད་ན་ལོ་དང་ཆོས་རྗེ་སྐུ་ཕྲེང། འདི། དེ་བྱམས་མགོན་བླ་མེད་ཀྱི་གདུང་རབས་འདི་ལས་ཆོས་རྗེ་སྐུ་ཕྲེང་རིམ་པ་ར་ཆོན་འབེད་ཀྱི་ནང་ན་ལས་ཆོས་རྗེ་སྐུ་ཕྲེང་དང་པ་འདི་ཆོས་རྗེ་ངག་དབང་ཕྲིན་ལས་ཡིན་ཟེར། དེ་ཐུགས་ཡིན་ཏེ་ཨམ་རི་མོ་ཀྱི་གདུང་རབས་ལས་ཡིན། དེ། ཞབས་དྲུང་རིན་པོ་ཆེ་སྐུ་མྱ་ངན་ལས་འདས་བོད་ཀྱི་ལོ་དྲུག་ཅུ་རེ་གཉིས་རབ་བྱུང་བཅུ་གཉིས་བོད་ཀྱི་ཆུ་དྲུག་སྤྱི་ལོ་སྤྱི་སྟོང་བདུན་བརྒྱ་བཅུ་གཉིས་ཀྱི་ལོ། ལོ་ལོ་སྐུ་འཁྲུངས་བྱམས་མཁན་བླ་མ་དང་ཆོས་རྗེ་གཅུང་གི་ཞབས་ས་ལས་ངེད་ཅུང་ཚེ་ཁྲིམས་ཀྱི་སྡོམ་པའི་གཙོས་བོད་ཀྱི་ཐུན་མོང་གི་ཤེས་བྱ་སྤྱི་དང་ཁྱད་པར་རང་ལུགས་ཐུན་མིན་སྨིན་གྲོལ་གྱི་གདམས་སྐོར་འདི་སུ་ཡོངས་སུ་རྫོགས་པ་བའི་གསན་སྦྱོང་ཉམས་བཞེས་མཐིལ་ཕྱིན་པ། མཛད་འདི་པའི་གྲུབ་པའི་ས་ལུགས་བྱོན་ཡིན། རེ་ཞིག་ཏེ་ནེ་པཱལ་བལ་བོད་ཀྱི་འགྲེམས་པ་པོའི་ཆོས་འདི་པའི་བལ་བོ་ལུགས་འགྲོ་དོན་བསྐྱངས་རྣམས་སླར་ཡང་བལ་བོ་ཀླད་པའི་གདན་ས་ཀླུ་ཆོས་འདི་པའི་བྱམས་ཀྱི་བླ་མེད་ཀྱི་གདན་ཚབ་མཛད་འདི་པའི་ཞུ་ཡིག་སེ་བླ་མེད་ཀྱི་དགོངས་རྫོགས་ཀྱི་དོན་དྲུག་སྟེ་སེའུ་ལགས་ཀྱི་བླ་མེད་ཀྱི་གདན་ས་རྒྱ་སྐད་མཛད། བྱམས་ཆེན་ཉིད་ཐོག་མ་སེ་སྟེ་བྱམས་རྒྱུན་གྱི་སྐུ་ཡི་སྣ་ཉིན་ཐོག་ཚད་གཉིས་སྨྲ་བའི་མི་གཅིག་བཞིན་ན། དངོས་གྲུབ་ཆུ་བློའི་ལྕམ་སྐུ་ཉིས་ཐོག་མ། དེ་གསར་བཞིན་རྣ་བ་ལ་སོགས་པ་གདན་ས་ལུགས་ཆགས་རྗེས་བསྟུད་ཆེ་བ་བཞོ་བི་གི་བཀའ་དྲིན་མཛད་ན་ཡིན་ཟེར། བྱམས་རྒན་བླ་མེད་ཀྱི་སྤྲུལ་སྐུ། ལ་དྭགས་ལུགས་སྐུ་འཁྲུངས་འདི་པའི་སྟེ། ལྷོ་སྡེ་ན་ལུགས་མ་བྱོན་པི་གི་སྐབས་སུ་དམ་ཆོས་དགོངས་ལོངས་ཀྱི་བཀའ་འཁྲབ་ལུགས་བཀའ་ཁྱོད་མཛད། འགྲམ་བཅའ་སྡེ་འཇའ་སྡེ་སུ་ནག་སྡེ་བའི་ཞལ་འབབ་སྡེ་སུ་ལས་ཤངས་ཁྲག། ཆུང་མིག་གིས་ཤུལ་འདི་སུ་དོ་དོའི་རྗེས་ནས་ཡོད་ཟེར། ཤུལ་ལས་སྤྲུལ་སྐུ་ངོས་འཛིན་གནང་ཡི་སྐབས་སུ་བའི་གྲུབ་རིག་གི་རྟགས་མཚན་ངོམ་ཚུལ་ཆེ་བ་མཛད་གནང་ཡིན་ཟེར། དེ་ལས་གཞུང་ལུགས། རྡོ་རྗེ་སློབ་དཔོན་གྱི་གོ་ས་ལོ་བྱོན་གནང། སླར་ཡང་དགུང་ལོ་ལྔ་བཅུ་ང་གཅིག་བཞེས་པའི་གི་ཆུ་རྟ་གི་ལོ་ལུགས་ཁྱིམ་སྤེལ་གྱི་ཁྲིད་བཟུང། དེ་ལོ་ངོ་བདུན་གྱི་བར་དུ་བསླབ་གསུམ་ནོར་བུ་རྒྱུའི་མཛོད་ཁང་ཕྱི་བདེ་བའི་རྒྱུད་དེ་འཕགས་པའི་ནོར་གྱི་ཆབ་བྲག་རྫས་བདེ་བའི་དེ་དབང་བཀའ་ཆོས་མ་ཤེས་སྡེབས་ཀྱིས་གནང། སླར་ཡང་ལྔ་བཅུ་ང་བརྒྱད་པ་ས་གླང་གི་ལོ་ལོ་མཁྱེན་པའི་ཁྲི་ལས་བཞེངས་བདེ་བའི་རང་གི་གདན་ས་སེའུ་ལ་ལོ་བསྐྱོད་པའི་རྒྱལ་ཐང་མ་དགུང་ལོ་ལྔ་བཅུ་ང་དགུ་པ་ལྕགས་སྟག་སྤྱི་ལོ་གཅིག་སྟོང་བདུན་བརྒྱ་བཅུ་ཐམ་ལོ་དེ་སྐུ་མྱ་ངན་ལས་འདའ་ཡིས། ཆོས་རྗེའི་སྐུ་ཕྲེང་གཉིས་པ་དེ་ཤཱཀྱ་རྒྱལ་ཚེ་ཡིན་ནམ་སྲིད་འཁྲུངས་ཡུལ་ཏེ་ཨམ་རི་མོ་གི་གདུང་རབས་ལས། ཞབས་དྲུང་རིན་པོ་ཆེ་སྐུ་མྱ་ངན་ལས་འདས་པའི་གི་ལོ་ཆིག་བརྒྱ་བཞི་བཅུ། དེ་རབས་བྱུང་བཅུ་གསུམ་པའི་གི་ལྕགས་ཁྱི་སྤྱི་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་དགུའི་ལོ་ལོ་སྐུ་འཁྲུངས་ཡིན་སྲིད་བྱམས་རྒྱུད་ཡེ་ཤེས་རྡོ་རྗེ་དང་མཁན་འཇམ་དབྱངས་རྒྱལ་སྲས་སོགས་ལས་བསླབ་ཚེ་དང་སྨིན་གྲོལ་གྱི་གདམས་པ་དེ་སུ་གསན་བཞེས་མཛད་བསྡུས་པའི་ཆོས་བཟང་ནང་གི་དེ་ཉིད། གཟིགས། དགུང་ལོ་བཞི་བཅུ་ཞེ་གཉིས་ལྕགས་ཡོས་ཀླུ་མཁྱེན་དཔལ་དགེའི་ཁྲི་ལོ་ཆུ་ལོ་ལྔ་བསྟན་པ་འཛིན་ཆོག་དཔལ་གསུམ་མཛད་པའི་རྒྱལ་ཐང་མ་ལོ་དགུང་ལོ་བཞི་བཅུ་ཞེ་བདུན་པ་མི་ཏྲའི་ཀླུ་མཁྱེན་དཔལ་དགེའི་ཁྲི་ཐོག་ཀླུ་དེ་སྐུ་མྱ་ངན་ལས་འདའ་ས་ཡིན། ཆོས་རྗེ་སྐུ་ཕྲེང་གསུམ་པ་དེ་ཁྲི་ལས་བརྒལ་ཚད་ཡིན། འཁྲུངས་ཡུལ་དེ་ཨམ་འབྲི་མོ་དགེ་འདུན་རབ་ལས་ཞབས་དྲུང་རིན་པོ་ཆེ་སྐུ་མྱ་ངན་ལས་འདས་པའི་དགེ་ལོ་གཅིག་བརྒྱ། བརྒྱད་བཅུ་ཆ་དགུ་པ་རབ་བྱུང་བཅུ་བཞི་པའི་གེ་སར་བར་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་སུམ་ཅུ་སོ་དགུ་ལོའི་སྐུ་འཁྲུངས། ཚེ་ཁྲིམས་རྒྱལ་རྩེ་ལ་སོགས་བོད་ཀྱི་ཡོངས་འཛིན་རྣམས་ལས་ཕྱི་ནང་གི་གསན་བསམ་ཅི་རིགས་པ་མཛད། བཀའ་དྲིན་གསུམ་ལྡན་ཡོན་ཏན་རྒྱལ་རྩེ་ལས་ཚེ་གསུམ་རིམ་པ་བཞིས་བསྡུས་པའི་སྨིན་གྲོལ་རྒྱབ་བརྟེན་དང་བཅས་པའི་གདམས་ངག་འདུས་སོ་སེམས་སྒོམ་མཛད་དེ་ཆོས་བརྒྱད་ཀྱི་འདུ་འཚོམ་ཞི་བས་ཀྱི་རྣལ་འབྱོར་པ་སྤྱི་ལོ་བཅུ་གཅིག་ཚེས་དགུང་ལོ་བཞི་བཅུ་ཞེ་བརྒྱད་པ་མི་ཁྱི

ཐེངས་གཉིས་ལོ་ངོ་བཞིའི་བར་ལུས་པའི་གདུལ་བྱ་ལས་ཤ་ཆེ་རྗེས་སུ་བཟུང་སྐྱེ་བདུན་ཕྱུག་གི་ས་ལ་ཏྲི་བ་ར་རྫས་བུད་ཀྱི་དབང་བཀའ་ཆོས་མ་ཤུལ་འདེབས་ཀྱིས་གནང་བསྡུས་པའི་བསྟན་པ་འཛིན་སྐྱོང་སྤེལ་གསུམ་མཛད་ན་ཡིན་སྲིད། དེ་བས་ཉིན་དེ་གའི་ཁོང་གི་སློང་མ་ཤུལ་ལས་བདེན་འཛིན་ཐིང་ཁྲི་རབས་ལས་ཤ་ཆེ་ར་བྱོན་ན་ཡིན་སྲིད་སླར་ཡང་ལྔ་བཅུ་ང་གསུམ་བཞེས་བོད་ཀྱི་ལྕགས་ཡོས་ལུགས་རང་གི་གདན་ས་ལུགས་བཞུགས་གདུལ་བྱ་གྱི་མཐའ་འདི་སུ་ཅང་འབད་ཀྱི་མཐའ་མ་དགུང་ལོ་དྲུག་ཅུ་གྱི་ས་ཁྱི་ལུགས་སྐུ་བརྙན་ངན་ལས་བདའ་ཡིན་སྲིད། ཁྱོད་ཀྱི་སྐུ་ཕྲེང་བཞི་པ་དེ་ལྔ་བ་ཕྲིན་ལས་ཕྱི་མ་དེ་ཡིན་པས་ལྔ་བ་ཕྲིན་ལས་གཉིས་བཅོམ་ན་དེ་སྔ་མ་དེ་མེད་མ་ཕྱི་མ་དེ་ཡིན། འཁྲུངས་ཡུལ་དེ་རྒྱུན་ཨམ་རི་མོ་གི་གདུང་རབས་ལས་རང་ཞབས་དྲུང་རིན་པོ་ཆེའི་སྐུ་མྱ་ངན་ལས་འདའ་ཡུལ་གྱི་ལོ་ཉིས་བརྒྱ་དྲུག་ཅུ་རུ་ཡིན། གྲུབ་པ། རབ་བྱུང་བཅོ་ལྔ་པའི་གི་མེ་དྲུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་དྲུག་གི་ལོ་ལོའི་སྐུ་འཁྲུངས་ཡིན། སློབ་དཔོན་དཔལ་འབྱོར་དང་ཡོངས་འཛིན་ཚན་སློབ་སྣོད་དྲུག་སུ་ལས་ཕྱི་ནང་གི་གསན་སྦྱོང་མཛད་རི་དྭགས་སྲིད་ཞི་རྣམ་རྒྱལ་རྩ་ཡི་བླ་མ་པའི་གཏན་འདུས་པའི་རྒྱུ་ཡི་བསླབ་ཚིག་སྔ་མ་གཉིས་དང་སྨིན་གྲོལ་གྱི་གདམས་པ་འདི་སོ་བཞི། ལོ་གསུམ་སྙིང་པོའི་སྒྲུབ་པ་ལུགས་བཞུགས་འདུས་པའི་རང་བྱུང་གི་ཡེ་ཤེས། གཟིགས་འདུས་པའི་དེ་སྤངས་དུ་མྱོང་ཐོས་ཆུར། མཁན་ཆེན་ཆོས་སྐྱིད་དབང་ཕྱུག་ལས། སྲིད་བཞིའི་ལས་ཀྱི་བསྙེན་པར་རྫོགས་བསྡུས་པའི་བསྙེན་རྫོགས་ཀྱི་སྡོམ་པ་སོ་བཞི། དགུང་ལོ་ཉི་ཤུ་རྩ་ལྔ་ཡི་གི་ལྕགས་འབྲུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ལོ་ཁེ་འབེད་ཀྱི་ཁྲི་ལོ་གྱོན། ལོ་དྲུག་བསྟན་པ་ཚུལ་བཞིན་དུ་བསྐྱངས་ཏེ་བའི་ཤིང་ནགས། སོ་བཅུ་བཞི་སུམ་ཅུ་སོ་གཅིག་བཞི་བའི་གི་མེ་ཁྱི་ལོ་གོ་ནས་ལས། སྒོམ་ཞུགས་བསྡུས་པའི་དེ་དགོན་པ་ལུ་ཅུན་སངས་གསུམ་ནོར་བུས་ཀྱི་ཆོས་དུང་ལྷར་ཆོས་འགྲོ་ཡི་གཙུག་རྒྱན་དུ་བཞུགས་པའི་རྗེ་ཐ་མ་དགུང་ལོ་སུམ་ཅུ་སོ་ལྔ་ཡི་ལྕགས་རྟ་ལུ་སྐུ་མྱ་ངན་ལས་འདའ་ཡིན་ཟེར། སེའུ་ལ་ཆོས་རྗེ་སྐུ་ཕྲེང་བཞི་པ་ངག་དབང་ཁྲི་ལས་ཕྱི་མ་དེ་གའི་ཞལ་སློབ་ཆོས་མཐུས་བསྟན་པའི་རྒྱན་གྱུར་ལས་ཕྱི་ཆོས་ཞུགས་བསྡུས་ཀྱི། གྲལ་མཐའ་བསླུ། དེ་བདག་ཅག་ཆོས་སྒོ་དམ་པའི་བཀའ་དྲིན་འདི་ལས་ཐོབ་ཀྱིས་ཐོབ་བགྱིད་པའི་བློ་ཁ་ཆུ་ལ་མ་ལོག་ཙམ་དུས་ཆུ་ཡིན་ཞེས་གསུངས་བཞག་ནོ། དེ་ཨ་ནི་ང་ཅི་ར་ལྷོ་ཡི་ཆོས་འབྱུང། བློ་གསར་རཏྣ་ཡི་རྒྱན། ད་རེས་ཆེ་ལུ་བཤད་དུས་ཡུལ་མི་དེ་ཙམ་སྣང་མེད་དེ་ང་ཅི་ར་རྗེ་མཁན་ཁྲི་རབ་དྲུག་ཅུ་རེའི་དགུ་བ་དེ་རྗེ་ཞིང་གཤེགས་རྒྱལ་བདུད་རིན་ཆེན་འདི་ཡིན། དེ་ཨ་ནི་ཁོང་ཡན་དེ་ཆོས་རྗེ་སྐུ་ཕྲེང་བཞི་པ་ང་བ་ཁྲི་ལས་ཕྱི་མ་དེ་གིས་རློམ་པའི། ཅེས་ཞལ་རྒྱས་སུ་མཆིས། དེ་ཁོང་ལས་དབང་བཀའ་ཆོས་འདི་སོས་ཐོབ་རིགས་ཀྱི་བཀའ་དྲིན། དེ་ཡུལ་ཡུལ་སྲིད་གསུམ་དང་ནི་ཚུལ་འཚོལ་གྱིས་ནང་སྐོར་ཡི་གེ་བརྒྱད་དེ་ལྷོ་ཡུལ་ཆོས་འབྱུང་བློ་གསར་རཏྣ་ཡིག་གི་དགེ་ལེགས་བསྟན་འཛིན་སྤྲུལ་པའི་སྐུ་ཕྲེང་ནས་ཇི་ལྟར་བྱོན་པའི་དགེ་ཚུལ་མདོ་ཙམ་བསྟན་པའི་སྐབས་ལེའུ་བཅུ་གཅིག་པ་འདི་མཇུག་ཏུ་ཡིན།